དཔུང་གཉེན་སྣང། ཞེས་པའི་ཡུལ་གྱི་རང་བྱུང་ཁམས་ཀྱི་མཛེས་སྡུག་གི་སྐོར། གངས་རིའི་དཔུང་རྒྱན་འགྱིང་བག་ཚུལ་གྱིས་ནི་དབུ་དང་མགུལ་ལ། རབ་དཀར་སྤྲིན་པས་གཡོགས། དེ་ཡི་འཁོར་དུ་ཚར་ལྔར་གངས་རི་བསྣམས། མགུལ་བི་ཚུལ་གྱི་མགོ་བོ་ཅུང་ཟད་དམའ། དེ་ཡི་གཤམ་དུ་རྡོ་དང་མདེའུ་ཁེངས། མཚོ་ཡི་མེ་ལོང་ནམ་མཁའི་མདོག་འཛིན་ཅིང་སྔོ་ལྗང། ཡང་བི་སྤང་ལ་རྟ་དང་གཡག། འབྲི་དང་མཛོ་མོ་རྣམས་ནི་རྩྭ་ཆུར་རོལ། སྤང་ཐང་ཡང་བི་དབུས་སུ་ཆུ་ཕྲན་འགའ་རྒྱ་སྐྱུར། སྦྲུལ་ཁྱིར་ལྟ་བུར་དལ་གྱིས་རྒྱུ། ཕྱོགས་དང་ཕྱོགས་སུ་རྫིང་བུ་འགའ་ཞིག་མཆིས། དེ་ན་ངང་པ་འདྲ་བའི་འདབ་ཆགས་རྣམས། རྩེ་གླུ་ལེན་ཞིང་སྐྱལ་གྱི་གར་སྟབས་རོལ། འགྲམ་དུ་སོང་ན་དེ་དག་འཕུར་ནས་འགྲོ། ཞལ་ནེའང་འཇའ་རིས་འགའ་ཞིག་མཆིས་པ་སྟེ། དེ་དག་གིས་ཀྱང་ཕྲ་སྦོམ་གླུ་སྙན་ལེན། སྟོད་ཀྱི་ཕྱོགས་ན་དགུང་ལོ་རབ་མཐོ་བའི། དགོན་པ་འདི་ནི་རྒྱས་པའི་ཚུལ་དུ་བཞུགས། བདེ་དང་ཉེ་བར་འཇིགས་བཞག་མཆོད་རྟེན་འདི། མི་གཡོ་བརྟན་པའི་ཚུལ་དུ་གྲང་ངེར་བཞུགས། གཡོན་གྱི་ཕྱོགས་ནི་ཕལ་ཆེར་སྤང་རི་སྟེ། ཤུག་པི་སྤང་རི། གཤམ་གྱི་བྲག་ཕུག་ནང། མཚམས་ཁང་འགའ་ཞིག་གསར་དུ་ཕྱིས་པ་སྟེ། དེ་ཡང་དེང་རབས་སུ་བཞེངས་པ་ལགས། དེ་ཡི་བྲག་ལ་བཀའ་འགྱུར་རང་བྱོན་དང། རྡོ་རྗེ་ཕག་མོ་ཡི། མདོ་དགུ་རང་བྱོན་སོགས་མང་དུ་མཆིས་ཤིང། གུ་རུ་རིན་པོ་ཆེ་ཡི། གནས་ཆེན་ལགས་པའི་ཕྱག་བྱའི་ཞབས་རྗེས་མང། གནས་འདིར་ཤིང་སྣ་གང་ཡང་མ་མཆིས་ཤིང། རྦ་ཀླུ་ལ་སོགས་རྩི་ཤིང་འགའ་རེ་སྣང། ཤུག་པ་གཟུགས་ཐུང་ས་ལ་ཉལ་བ་བཞིན། གནས་པ་དེའང་ས་གཞི་མཐོ་བས་ཡིན། སྨད་ཀྱི་ཕྱོགས་ན་གངས་རིའི་རྩེ་གསུམ་ཅན། དབང་ཕྱུག་ལྷ་ཡི་རྩེ་གསུམ་ལྟ་བུར་མཐོང། སྐབས་འགར་འདི་ཡི་རྩེ་མོར་སྤྲིན་པ་འཁྲིགས། སྐབས་རེར་ཕྱོགས་ཀུན་ས་སྨུག་ཁྱབ་པ་སོགས། མདོར་ན་སྐབས་རེ་གློ་བུར་སྤྲིན་ནག་འཁྲིགས། སྐབས་འགར་གཏེར་དུ་ཆར་པ་དྲག་པོ་འབབ། སྐབས་འགར་ནམ་མཁའ་དྭངས་ཤིང་ཉི་མ་འཆར། འདི་ནི་དབྱར་ཁ་ཡི་དཔུང་རྒྱན་རྣམ་བཞི་ལགས། ཞེས་པ་འདིའང། སྤྱི་ལོ་ཉིས་སྟོང་ཉིས་བརྒྱ་དྲུག་ཟླ་བ་བདུན་པའི་ཚེས་གཅིག་ཉིན། གངས་རི་དཔུང་རྒྱན་གྱི་ཞོལ་དུ་དཔུང་གཉེན་ནང་ཞེས་པའི་གནས་སུ། དགེ་སློང་བསོད་ནམས་བསྟན་འཛིན་གྱིས་མཆོག་མཇུག་རྫོགས་པ་འདི་སོ། ད་འདི་རེད། ག་རེ་ཟེར་ན་ད་ང།